ད་ལྟ་ང་ཚོས་བེད་སྤྱོད་གཏང་བཞིན་པའི་ཡི་གེ་འདི་ལོ་ངོ་གཅིག་སྟོང་སུམ་བརྒྱ་ཡར་སྣང་གི་གཟི་ག་འདི་ཡི་གེ་འདི་ཡོད་ས་གི་བྱ་ལོག་ཟ་ད་ལྟ་རྙེད་ཡོད་ནི་མ་རེད་ད་ཚན་རིག་གི་ཉི་མ་གཅིག་སྐབས་དེ་སྔོན་ནས་དྲང་བདེན་གི་ལོ་ངོ་གཅིག་སྟོང་སུམ་བརྒྱ་ད་ལོ་ངོ་གཅིག་སྟོང་བཞི་བརྒྱ་ཡར་སྣང་ང་ད་ལྟའི་ང་ཚོས་བེད་སྤྱོད་གཏང་བཞིན་པའི་ཡི་གེ་འདི་རྟགས་དང་དཔང་རྟགས་ཀི་སྒོ་ནས་རྙེད་ན་ང་ཚོའི་སྲོང་བཙན་གི་རང་ཡི་གེ་འདི་གསར་དུ་བཟོས་ནས་ནི་ལྟ་བ་བསྒྱུར་ཆོག་ནི་རེད་ད་དཔང་རྟགས་ཀི་སྒོ་ནས་བསྒྱུར་ཆོག་ནི་རེད་དེའི་དཔང་རྟགས་དེ་མར་རྙེད་པའི་ང་རོ་ལྟ་ཟེར་དགོས་ན་ད་ལྟ་ང་ཚོས་ལོ་ངོ་གཅིག་སྟོང་སུམ་བརྒྱ་ཡར་སྣང་རྙེད་གི་ཡོད་མ་རེད་ད་མདོར་ན། མར་ཉེས་པའི་ཡར་སྣང་བ་ཤེས་པ་ཆེ་ཚིག་བརྒྱབ་ན་རང་དབང་རེད་མ་གཏོགས་དཔང་རྟགས་ཀྱི་སྒོ་ནས་བཤད་ཚིག་ད་ལྟའི་གཏན་འཁེལ་དགོས་ཀྱི་རེད་བསམ་གི། སྲོང་བཙན་གྱི་རིང་ད་ལྟའི་ང་ཚོས་བེད་སྤྱོད་བཏང་བཞིན་པའི་ཡི་གེ་འདི་རྒྱ་རོགས་སྲོང་བཙན་གྱི་རིང་གསར་དུ་བྱུང་བ་ཡིན་པ་ཐག་བཅད་དགོས་ཀྱི་རེད། ཉིན་ཚིག་དཔང་རྟགས་ཀྱི་སྒོ་ནས་གསལ་བོ་ཉེས་པའི་རྗེས་སུ་དེ་ལྟ་བ་དེ་འགྱུར་བ་བཏང་ཆོག་ནི་རེད་དེའི་དཔང་རྟགས་མར་ཉེས་པའི་བར་དུ་ཤེས་པ་ཆེ་ཚིག་བརྒྱབ་ན་སོ་སོའི་རང་དབང་རེད། དེ་ཡིས་སྲོང་བཙན་གྱི་འདི་ནས་ཡི་གེ་ནི་མེད། ད་འདི་ཕར་ཚིག་འདི་ཨོག་ནས་ཡོང་གི་རེད་ད་ནན་ཏག་ཟེར་ཡི་གེ་ཁྱི་ཨོག་ནས་བཤད་ར། རྩིས་བཤད་རྩིས་བྱང་བོ་ལ་བརྟག་ད་ཡི་གེ་མེད་དུས་ད་ལོ་འདི་ན་ཟླ་བ་ཟིན་ན་ཕྱི་ཟིན་ན་རྩི་དགོས་དུས་ཤང་གི་ཐོག་འདི་རིགས་སྤྱིར་འདི་ད་རྟགས་རྒྱག་རྒྱུ་ན་འདྲ་སྐད་པའི་སྟེང་འདི་པ་རྒྱག་ན་རྟགས་རྒྱག་རྒྱུ་ན་འདྲ་དེ་མི་རེད་ཟེར་དེའི་ཧྲུལ་དུ་ད་རུང་མམ་ཉམས་མམ་འགྲོག་གི་ར་ལས་དོན་རེད་ར། ང་ཅག་རྣམས་བཙན་ཁང་ཟིག་བསྐོར་ར་ནི་རེད་དེ་བསྐོར་ར་ཡོད་སོང་ཚིག་གི་དེའི་སྔོན་ན་གཅིག་བསྐོར་ནོ་གཉིས་བསྐོར་ནོ་སྔགས་ཤ་ཡིན་འདི་རིགས་འཇོག་གི་ནི་རེད་ད། དེ་ད་གི་འདི་པ་གི་རྟགས་རྒྱག་རྒྱུ་ལ་སོགས་པ་འདི་ཐམས་ཅད་ཕྱིའི་གནའ་བོའི་དུག་གི་ཧྲུལ་ལུགས་དུ་དེ་རིགས་ནི་དོན་རེད། ལེ་བར་རྒྱ་རིའི་མཚམས་ན་ཁྲིམས་ཁང་རེ་ཞིག་ཡོད། ཁྲིམས་ཡིག་མེད་ཟེར་བ་རེད། ཁྲིམས་ཡིག་མེད་ཀྱང་ཁྲིམས་རྟགས་རྣམས་ཁོང་རང་གིས་བཅོས། ཉེས་བ་ཆུང་ངུ་ལ་ཡང་སྡུག་ཅིང་རྩུབ་པའི་ཁྲིམས་གཏོང། ཉེས་བ་ཆེན་པོ་རྣམས་ལ་མིག་འདོན་པ་དང་སྣ་དང་རྐང་ལག་གཅོད་པར་སོགས་བྱེད། དེ་ནས་འདི་ནི་མཁྱེན་ཆེ་ཚོ་རྒྱལ་བ་དགོས་འདོད་དུ་ཁྲི་སྲོང་གི་དུས་སུ་ཕོ་མིག་མི་འདོན་པ་དང་དམུར་སྣ་མི་གཅོད་པའི་གཏམ་ཅི་བྱས་ཏེ་རྒྱལ་བོ་དང་བློན་ཆེན་མིན་པ་གཞན་གྱི་འཇིམ་སྣ་འོད་ཟེར་འབབ་བཞི་དག་ཟེར། འབབ་བཞི་གི་ནང་ལ་དུ་གསར་བོ་ཡིན་ནོ།

ཤར་སྐབས་སྒོ་རྒྱུ་བ་དུ་ཏར་ཏར་ལྟ་བ་དུ་ཏོར་ལྟ། དཔའ་བོ་རྣམས་ལ་བསྐུལ་བ་བྱེད་ཅིང་བུའི་ཕ་ལ་བསྐུལ་བ་བྱེད་མིའི་བུ་ལ་བསྐུལ་བ་བྱེད། ཕོ་རྣམས་ཀར་འགྲོ་ན་གྲི་དང་འདག་བཞི་མར་གྲི་རེ་བྱེད། ལམ་དུ་འགྲོ་ཚེ་མིག་གཞོམ་པ་རྣམས་སྔོན་དང་རྒན་པོ་རྣམས་རྗེས་སུ་འགྲོ། སྤྱིར་རྒན་པ་ལས་གཞོམ་པ་ལ་བསྐུལ་བ་བྱེད་ད་ལྟ་དཔའ་བོའི་ཉང་སྟོབས་ཀྱི་སྟེང་ནས་འཇོག་པ་ནི་འཇིགས་ར། རང་བཞིན་གྱིས་ཞི་བ་ལ་རྔན་པར་བྱེད་ཅིང་གཡུལ་དུ་ཟ་བ་ལ་བཟང་བར་བརྩི་ཟེར་ད་ལྟའི། རང་རང་ཨ་ཏའི་ཧི་སོང་ལོ་སྡིག་པོ་ཟེར་ག་ཟེ་གི་ཟེར་རྒྱག་རིའི་ཧི་སོང་ལོ་དགའ་ཟེར་ག་ཟེ་གི་ཟེར་གོ་ད། ཁྱིམ་གཅིག་ཏུ་མི་མང་བོ་དབྱེར་དུ་ཕྱིན་ན་ཁྱིམ་གྱི་སྒོར་ཁྲབ་བཞི་ཕྱིར་ཏེ་ངོ་སོ་བཅུ་རེ་བྱས་ད་ཁྱིམ་ཚང་གཅིག་གི་ནང་ནས་བརྒྱག་རིགས་ཡིན་ན་བདག་དབྱེ་ས་ཉག་དམག་ཁྲིག་འཇམ་ནི་ཉི་མ་ང་ཁི་ཙི་གི། ཏི་དང་སང་ཡིན་ན་ཁྱིམ་ཚང་གཅིག་གི་ཁྱི་མ་གཅིག། གྲུམ་གྲི་ངེས་ཅན་མཐོན་པོའི་གཅིག་ཁེ་ལི་བ་གཅིག་ནི་ནི་འདྲ་ཡང་ན་མཁུའི་བ་གཅིག་ནི་ནི་འདྲ་འདི་ལྟ་བ་ཟི་སྐབས་དུ་དུ་དཔའ་བོའི་སྙིང་སྟོབས་དང་དམངས་ཁྲོད་དང་ཆབ་དོན་ནི་ཟི་ར། ཁྱིམ་གཅིག་གི་ནང་ནས་དབྱེར་དུ་ཉི་མ་ང་ཁི་ཙི་གི་ཧ་ལི་བ་དགའ་ཟི་གར་ཙི་གི། ཁྱིམ་ཚང་དེ་བཤུ་སོགས་འདི་མི་ཤང་དད་དེ་མི།

ཤུགས་གཏོང་སྐབས་མདའ་ཡིག་གཏོང་མི་སྲིད། དེང་སང་ཡང་ཧོམ་སྤོ་ཁག་གཞུང་གིས་གཏོང་ཐབས་ཤིག་སོགས་ཧ་ར་འཇོག་འདོད་ན་མདའ་ཡིག་ཧ་ཟེར་གྱི་ཟེར་ངག་ག་ཏི་ཧྲོལ་ཏི་ཏི་དུ་ནི་ཡོད་གི་ཧ་ཟེར་བ་དང་མདའ་བཞི་མངོན་དུ་བཟང། དམག་ཁྲིམས་བཙན་ཞིང་གོམས་སྲོལ་ཤིན་ཏུ་བཟང། དམག་དམག་འདུན་མ་ཕམ་ཚེ་དམག་དངུལ་མང་བོ་ཕམ་ཚེ་རྗེས་མ་རྣམས་དགྲ་ལ་འཇིགས་པའི་གཡེར་ངོ་ལྡོག་གི་ཧ་ཡིན་ཟེར། དམག་དངུལ་མང་བོ་འདི་རིགས་ཕམ་ཀྱི་རུང་སྟག་ག་མང་བོ་བཏང་ཤོས་ཀྱི་རུང་གི་ཟེར། དེ་ལ་གཡེར་ངོ་ཤིན་ཏུ་ལྡོག་གི་ཧ་ཡིན། བཙན་པོའི་བཀའ་ད་འདིའི་འོག་ནས་ཡོང་གི་རེད་ད་བཙན་པོའི་བཀའ་དམག་རྒྱབ་དུས

རྒྱ་ནག་དྲ་ཟིའི་མཁའ་དབྱིངས་ནང་དམག་རྒྱབ་ཚུགས་ཀྱི་ཁུར་ཁུ་དམག་གི་སྟོབས་ཤུགས་ཀྱི་ཕྱེད་ཀ་དམག་རྒྱག་དམག་ཕོག་དམག་གི་ཟ་མ་དང་དམག་གི་འགྲོ་གྲོན་དེ་བསམ་བློ་བཏང་ནི་རེད། ད་འདི་གོང་མ་གང་ཞིག་གི་རང་ཉན་གིན་ཡོད་གི་ནུབ་ཕྱོགས་ནས་སྤྱི་འཁར་བ་དམག་རྒྱབ་ནི་རེད་ད། དེ་སོགས་ད་རྒྱ་ནག་དེ་དམག་རྒྱག་གི་དཀའ་ངལ་ཧ་ལས་པའི་འཕྲལ་ནི་བློ་རྒྱུ་མང་ཡོད་ནི་རེད། འོ་ད་སུ་ཁོ་གཉིས་ཀ་དམག་ཕོག་ཡོད་ནི་དམག་ཕོག་ཟིན་ནི་ད་རྫ་ཚིག་རྫ་ཚིག་ཕོག་སྟེར་རྒྱུ་ཡོད་ནི་མ་རེད་ད།

དམག་ནི་ཤིན་ཏུ་རྒྱལ་བའི་རྒྱུ་རྐྱེན་གཙོ་བོ་གཅིག་རེད། དེ་འཕྲོག་དམག་གི་རྒ་པོ་ཆེ་མ་ཏོ་རི་ནག་ཁོར་སོང་དུས་རྒ་མོ་ཆེ་དམག་རྒྱལ་བཞག་ཚུལ་གྱི་འོ་མེད་ཀྱི་གྲི་མདོག་ཅིག་ཧྲུལ་ཧྲུལ་གྱིས་འདི་དག་ནི་དམག་གི་མི་རྟགས་ཡིན། ད་གི་རི་རྫ་དེ་བརྟན་ནས་སོང་ད་བཙན་པོ་གཞུང་གི་དམག་གི་ཕོག་ལས་ཀྱིས་ཟ་མ་ཟ་བྱ་དགོ་ནི་མ་རེད་ཁྱིམ་ཚང་ཁྱིམ་ཚང་ཟ་མ་ཡོད་ནི་རེད་ད་ནི་རེད། ལྷག་པར་དུ་སུ་ཁོ་ཡི་འདྲ་ཟིན་ཚུལ་གྱི་རྟ་མང་བརྟན་ནས་སོང་ཚུལ་གྱི་རྟ་བཞོ་ན་བ་ནི་རེད་རྟ་གོ་མཐོང་ནི་རེད་རྟ་ཁ་ཟ་ནི་རེད་ད་གི་ཁུར་གྱི་མི་རིགས་དང་རྟ་གི་སུན་ཡོང་ནི་རེད།

ལོ་གསུམ་རེ་ན་ནད་ཆེས་བསྐྱལ་ཞིང་མཚན་གཅིག་གང་ལ་ལྟ་བྱེད་དགོང་མོ་ནགས་མར་འཁྱུད་བྱེད། སྲོག་ཆགས་རྣམས་ཀྱིས་རྐང་ལག་བཅད་ཀྱང་རྟོད་སྣུར་མདུན་དུ་སྤུངས་ཏེ་བན་དེ་ཞིག་གི་ཁྱོ་ག་དང་གནམ་ས་རི་དང་ཉི་ཟླ་སྐར་མ་རྣམས་དཔང་དུ་བཙུགས་ཏེ་ཁྱི་སྐྱག་བསྲེས་ཀྱང་རང་ཡུལ་མི་སྲུང་ཞིང་གསབ་དངུལ་དང་སེམས་མ་དྲང་བར་བྱེད་ན་གནམ་སའི་ལྷ་རྣམས་ཀྱིས་ཁྱི་སྐྱག་གི་བསམ་པ་ཐམས་ཅད་མཁྱེན་པའི་དར་ཐབས་ཟབ་པའི་དུད་འགྲོ་འདི་རྣམས་བཞིན་དུ་བསྟིམ་པར་བྱས་ལ་སོ་གཅིག་བཟས་ན་ན་བསྐྱལ་གྱི་རེད། དེ་མིན་ཡིད་ཞིབ་ཅིང་ཕྲ་བའི་ཟོག་གི། དམངས་ཧྲུའུ་རེ་ཞིམ་གྱི་ཡོད་སར་གི་ད་གི་ཁོང་ཆེ་ཟེར་བ་ག་དམངས་ཧྲུའུ་ཁུ་རུའུ་མི་ཚེ་གི་ད་འདི་ཆ་ཟིན་རེད་གོ། ད་སངས་རྒྱས་ཆོས་ལུགས་འོ་ད་མ་ལྟར་གོང་གི་ཡར་སྣང་གི་འོ་མའི་འཇིག་རྟེན་ད་ཚེར་ད་དེ་གི་དོན་དག་མང་ཟིན་ད་གི་མཚོན་ཐུབ་གི་བསམ་གི་ད་འདི་གི་རྒྱ་ནག་གི་ཡིག་ཆའི་ནང་གོ་དོན་ནི་བོད་རྣམས་འཛིན་ནོ་དེ་དུ་ཚིག་འདི་མི་ཟིག་གི་ཀ་བོད་འདི་འདི་མི་ཟིག་ཟིག་བྲིས་མེད་གི་ད་ད་ཕར་ཕྱིར་ཙམ་པོ་དུ་གི་ཡར་སྣང་གི་འོ་ད་དེ་བས་ཟེར་ནི་ཨེ་ན་བསམ་གི།

དེའི་གསུང་ཚིག་གི་སངས་རྒྱས་ཆོས་ལུགས་ཀྱི་བསམ་བློ་འོག་གི་བསམ་བློའི་ནང་གཏིང་གཟིགས་རྒྱུ་དེ་ཡང་མི་ཡག་རྩོམ་དང་ཁྲི་སྲོང་ལྡེབ་ཚེམས་ཡབ་ཞིག་གི་རང་མ་གཏོགས། སྲོང་བཙན་སྒམ་པོ་དང་འདུ་སྲོང་གི་རང། སྲོང་བཙན་སྒམ་པོ་མང་སྲོང་འདུ་སྲོང་གསུམ་པོར་མི་རབས་གསུམ་གྱི་སྐལ་བ་སངས་རྒྱས་ཆོས་ཀྱི་བག་ཆགས་དང་འོག་མའི་བསམ་པའི་ནང་ཆེན་པོ་ལ་ཞིག་ཞིག་ཅིག་མ་ཐེབས་ཟེར་བ་བསམ་འདུག་ཏུ་ཐབས་སོང་དུ་བསམ་དུས་སངས་རྒྱས་ཆོས་ཀྱི་ལོ་རྒྱུས་འོག་ད་ལྟར་རྒྱུ་བའི་དལ་དུའང་དོགས་གཞི་མང་ཟེར་ཡོང་གི་འདུག་ད་ལྟ་ཕར་ཆེར་གྱི་ཅིག་འོག་ནས་ཡིད་ཆེས་དགོས་ཀྱི་རེད་ད་འདི་མགོ་ན་ཡང་འདི་བཤད་བཞིན་དུ་ཏག་ཏག་རེད་ར།

དེ་ཡི་གསུང་ཟིན་པའི་རྒྱ་ནག་ལྟ་བུ་ཟིན་ན་ཝང་ཝང་སུའུ་རིག་གནས་འདི་སྤྱིར་བཏང་འགྲོ་བ་མིའི་རིགས་ཀྱི་གནའ་བོའི་རིག་གནས་ཀྱི་གྲུབ་ཆ་གཙོ་བོ་ཟེར་རེད། དེ་ཡི་གསུང་ཟིན་ཝང་སུའུ་རིག་གནས་ཡོད་ནི་རེད་ཟེར་རེད། གཞིགས་ནས་ད་ཝང་སུའུ་དེ་དར་སྤེལ་རྒྱུ་དང་རིམ་པས་རིམ་པས་འཇིག་རྒྱུ་དེ་ད་ཞབས་རྗེས་འགའི་རིག་གནས་འདིའི་ཐོག་ནས་དེར་ཡོད་སོང་ཟེར། ཉེ་བའི་དུས་ད་ཆས་སུ་མང་པོ་ནས་རང་རྣམ་ཚོར་ངང་གིས་འདི་གི་ས་མཚམས་ཀྱི་འདི་ཟེར་གྱི་བཤད་ཐོག་ནས་གནའ་གི་ཏུ་བུ་ཧོམ་པོ་ཟེར་གི་ཏིར་བུ་ནི་རེད་ད་དེ་ཏི་ཁྲོ་ཏི་ཤད་པ་མང་རྒྱབ་ནི་རེད་ད་འདི་ཨ་བཞི་ཏུ་བུ་ཧོམ་པོ་ཟེར་རེད་ན་བཙན་པོ་ཏུ་བུ་འོག་གི་རྒྱལ་ཤིག་ཟེར་རེད་ན་ཏི་ཀ་ནི་ཤད་བཞི་མང་རྒྱབ་ཏུ་བཙན་པོ་ཏུ་བུ་ཧོན་རིགས་ཟེར་ཕར་ཆེ་རེད། དེའི་ནང་གསེར་དང་དངུལ་གི་གདོང་བཞག་ནི་རྟ། ཟོག། ད་རུང་གསེར་གི་གདོང་བཞག་ནི་གཡག། དེ་མི་གདོང་ནི་སོལ་བ་སྦི་བཞག་གི་ཟེར་བ། དེའི་གསང་དུ་ཏི་ཁྲོ་གི་ཐོག་ཧ་ལི་བ་འགྲོ་སོང་ཆེན་པོ་བཏང་རྒྱུའི་ཧྲོལ་ཏུ་བཙན་པོ་ཏུ་བ་ཡོད་པ་གཏན་འཁེལ་རེད།

ཁོང་རང་འཁོར་གྱི་གཤིན་པོའི་རྟགས་བཏབ་སྟེ་རྒྱལ་གྱི་བདག་གསུམ་པ་རྣམས་དང་འཕྲད་མི་ཆོག་པ་ཡིན། བ་བཤིག་སོགས་བང་སོའི་ཉེ་འཁོར་དུ་འཁྱེར་ན་ཁོང་རྣམས་ཀྱིས་བཟུང་སྟེ་གཤིན་པོའི་རྟགས་བཏབ་ནས་ལྷ་བདག་པོ་ལ་མི་སྤྲོད། ད་འདི་སྣང་ཚུལ་དམིགས་བསལ་བ་ཞིག་རེད། གསུམ་དར་སྦས་རྒྱུའི་ཧྲུལ་དུ་བོད་དུ་ཡོད་དང་མེད་རྩོད་པ་ཧ་ལས་པ་གྱི་གོ་མིན་དེང་སང་ལོ་རྒྱུས་མ་བསྐོར་ཟིན་པས་རྒྱ་ནག་འདྲ་ཟེར་ན་གསུམ་དར་སྦས་རྒྱུའི་ཧྲུལ་ཡོད་ནི་རེད།

མགྱོགས་མི་ཆོག་ཀྱི་ཧྲུའུ་ཡོག་གི། རེད་དེ་ད་ཡོད་ཚད་པོའི་ཐོག་ལ་འདི་ཡིན་མིན་ཡང་དོགས་པ་ཟེར་རེད་ར་རྒྱལ་རོགས་ཆུར། ཧྲོང་ཙེན་སྒམ་པོ་ཞབས་ཕྱི་ནི་བློན་པོ་འགར་དམ་པ་ལྟ་བུ་ཟེར་ན་དེ་ད་སོང་བ་མ་བསྡད་ཚེ་ད་རུང། རྒྱལ་རུའི་ཆབ་སྲིད་ཀྱི་ནང་གི་དབང་ཚག་གཙོ་བོ་ཟེར་རེད། རེད་དེ་འདི་མིག་གི་ཧྲོལ་ཟིབ་ཤོང་ཡོད་ས་རེད་ད། ནང་ལོགས་གཙོ་བོ་དེ་ད་སོང་བ་བཞག་ད་སོང་བ་བཞག་ཟེར་ཚུལ་གྱི་དེ་གཤིན་པོའི་རྟགས་ལྟར་བལྟས་ཚེ་ན་ད་དེ་ནང་དུས་ཉིན་སྐར་མའི་ཤི་སོང་ན་འདྲ་ཟེར་དཔེར་ན་ངོ་རྟགས་ཟེར་རྒྱག་རྒྱུ་ཡོད་ས་རེད་ད། དེ་མིན་ཚེ་ཁར་ཀི་འཁོར་དང་བཅས་གཤིན་པོའི་རྟགས་ལྟར་ན་དེ་ནི་མ་ཤི་བར་དུ་དེ་ས་ཆ་དེ་ནས་བསྡད་ཆགས་ཚུལ་གྱི།